རྣམ་པ་ལེན་གྱི་བཀྲ་ཤིས་བདེ་ལེགས་དེ་རིང་ཡིན་པ་ཡིན་ན་ད་སྤྱི་ལོ་ཉིས་སྟོང་བཅུ་དྲུག་གི་སྤྱི་ཟླ་བཅུ་བའི་གི་ཚེས་བཅུ་བཞི་ཆགས་འདུག་ཡོད་རེད་ཨ་ནི་དེ་རིང་སུས་ལེན་དང་ལེགས་ལྡན་ཕྱི་རབས་བོད་མི་མང་གི་གོ་སྒྲུབ་བྱེད་ཅེས་ནས་ཨ་ནི་སྐྱབས་མགོན་དོན་གྱི་བདག་པོ་དུ་སུའུ་སི་ལན་རིགས་ཀྱི་རྒྱ་མཚོའི་རིགས་ལ་ཡང་ཞབས་སོར་འཁོད་ཅེས་ནས་ད་ལྟ་ཞོགས་ཀེག་གི་གསོང་ཆུའི་དྲི་མ་དག་པ་རེད། དེ་འདྲ་ཡིན་པ་ཡིན་ཙང་ད་དེ་རིང་གི་གསོང་ཆུ་ར་བྷི་གི་ནང་ལ་བལྟས་པ་ཡིན་ན་ཅི་རང་གི་བོད་བོད་རིགས་མང་པོ་ཞི་བ་ཅིག་དང་དེ་ནས་ཅིག་ཕྱི་རྒྱལ་ཁག་ནས་ཅིག་དབྱིན་ཇི་དེ་འདྲས་མང་པོ་ཅིག་རྒྱ་རིགས་དེ་འདྲས་མང་པོ་ཅིག་ཐུགས་སུ་ནང་དུ་དེ་རིང་ད་ཅིག་རྒྱལ་བ་རིན་པོ་ཆེ་གི་ཞོགས་ཀེག་གི་གསོང་ཆུ་གཙོ་བོ་འདྲ་དེ་ཨོ་མ་རིན་ཆེན་ཁྲང་བ་གི་ཐུགས་སུ་མ་ཚུར་འདྲེར་བསྐྱོན་གནང་སོང་དེ་འདྲིའི་ཐོག་ནས་ད་ཅིག། ང་ཚོ་བོད་པ་དུས་ཚོད་ཀྱི་ནང་ཆོས་དེ་ནང་ཆོས་ཡང་དག་པ་ཅིག་ཤེས་དགོས་ཡ་ད་ཅིག་དེ་འདྲིའི་གི་ད་ཅིག་ཨ་མ་རིན་ཆེན་ཚང་བ་ད་རྩ་བ་ཤེས་རབ་དེ་གི་དེ་ང་ཚོའི་སློབ་དེབ་ཀྱི་ངོ་བོ་གི་ཐོག་ནས་དེ་ནི་ཅིག་མ་འོངས་པ་ལ་ཡ་སློབ་སྦྱོང་བྱེད་དགོས་ཡ་ང་ཚོ་ངེས་པར་དུ་ཅིག་བུ་མོ་སྐྱེ་བོ་རྣམས་དེ་ཡང་རྫོགས་ཅིག་ནང་ཆོས་ཀྱི་ཐོག་ནས་ཅིག་ག་ལ་གང་འཚམ་གྱི་ཤེས་ཚད་ཡོད་ཉིན་ཅིག་བཟོ་ཐུབ་དགོས་ཡ་ད་བཟོ་དགོས་ཡ་ཨ་ནི་དེ་འདྲིའི་གི་ཉེ་རིང་ཚོ་པའི་ནང་ལོགས་ལ་ཡང་དེ་གས་དེ་ཉམས་ལེན་བྱེད་དགོས་ཡག་གི་དེ་འདྲའི་བཀའ་སློབ་སྙིང་བསྡུས་གནང་པའི་གནས་ཚུལ་མདོར་བསྡུས་ཨ་ནི་ད་ལྟ་དཔའ་བ་བཀྲ་ཤིས་རྣམ་རྒྱལ་ང་གཉིས་ཐུགས་སུ་ཕུལ་གྱི་ཡོད་ཐུགས་ཆེ་གནང། བཀྲ་ཤིས་ལས། བཀྲ་ཤིས་ལས། སློབ་གསེང་ལ་ད་དེ་རིང་རྒྱལ་བ་རིན་པོ་ཆེ་གི་ཨ་ནི་སུས་ལན་དང་ལེགས་སྒྲིག་བྱེད་ཕོ་རོག་མི་མང་གི་ཁོ་དྲུག་བཅས་ནས་རྒྱལ་བ་རིན་པོ་ཆེ་ཐུགས་སུ་གསང་ཆོས་གནང་ཡོད་རེད་ཨ་ནི་ད་ཞོགས་སྐལ་གྱི་གསང་ཆོས་དེ་ཐུགས་སུ་ཁྲིད་པར་བ། ལ་རེད། ཨ་ནི་དེ་རིང་ད་ཅིག་ཁྱོད་རང་འདྲ་བོ་ཆགས་ཤག་ན་མདོ་ཁམས་ཆོས་བརྒྱུད་སྒང་དྲུག་གི་ཚོགས་གཙོ་རེད་འདུག་རེད་དེ་འདྲས་ཡོད་པ་བྱས་ནས་ད་རྒྱལ་བ་རིན་པོ་ཆེ། སྡིངས་ཆའི་སྒང་ལས་དུ་སྟག་ཉི་འོད་སྒང་ནས་འགྱེལ་ཡོད་རེད་དེ་འདྲ་ཡིན་དུས་ད་ཅིག་དེ་རིང་དམུ་ས་དགེའི་རྒྱལ་བ་རིན་པོ་ཆེ་གིས་ཅིག་བཀའ་སློབ་ཀྱི་སྙིང་དོན་འདྲ་བོ་གར་གནང་སོང།
ད་དེ་རིང་དམིགས་བསལ་གྱི་ད་བཀའ་སྡོད་དྲི་བ་གླེང་འདོད་ཞུས་པའི་དམིགས་བསལ་གྱི་བཀའ་སློབ་ཀྱི་སྙིང་དོན་འདྲ་བོ་དེ་གར་ཟུག་པར་ད་ང་རང་ཚོ་སྤྱི་བཏང་གིས་ད་ཅིག་སྟོང་ཉིད་ཀྱི་སྒོ་ནས་གཏིང་ཟབ་པར་ཤོག་ཅིག་གནང་སོང། ནི་དེ་དང་འབྲེལ་བའི་ཐོག་ནས་ནི་གཞན་ཕན་གྱི་གློག་གི་ཐོག་ནས་ནི་ང་རང་ཚོ་གཅིག་དང་ཛ་ལན་གོ་ལ་ཧྲིལ་པོ་དེ་གཞན་ཕན་གྱི་ནི་གཅིག་རྟེན་གྱི་འབྲེལ་ལྗོངས་ཡིན་སོང་ཙང་ནི་ཚང་མ་ལོག་གི་མི་མང་ཚང་མ་ལོག་གི། ནས་མ་འོངས་པ་ལ་འདུས་འདྲིས་གནང་དགོས་གལ་ཆེན་པོ་ཡིན་པའི་བཀའ་སློབ་གསལ་པོ་ཞིབ་ཅིག་གནང་སོང་ལ། ད་དེ་རིང་སྤྱི་བཏང་གི་ད་བོད་པ་མང་པོ་ཤོས་ཅིག་ཕེབས་འདུག་ཏུ་བ། ད་ད་ད་དེ་ཚོགས་ཁང་དེ་བེད་ཚོགས་ཁང་ཆེན་པོ་སྐད་གྲགས་ཆེན་པོ་རུ་བ། ཨ་ནི་དབྱིན་ཇི་དེ་འདྲའི་མང་པོ་ཅིག་ཕེབས་ཏེ་བཞག་དེ་འདྲའི་ད་ཅིག་འདུས་འདྲིས་ཀྱི་མི་ཚོགས་མང་པོ་ཅིག་ཨ་ནི་འཛོམས་བྱས་ནས་ད་ང་ཚོ་རྒྱལ་བ་རིན་པོ་ཆེ་གི་གསུང་ཆོས་དེ་ལངས་སུ་སྤྱོད་ཡག་གི་གོ་སྐབས་རག་ཡོང་དུས་ཁྱོད་རང་ད་བོད་ནང་ལོག་གི་བོད་པ་དེ་ཚོ་ཡིན་ན་དེ་འདྲའི་གོ་སྐབས་ཁྱོད་ནས་མེད་པར་འགྲོ་བར་འགྱུར། ད་ང་ཚོ་ལ་དོན་འདི་གྱིས་ཅིག་གསུངས་དུས་ཞལ་མཇལ་ཡག་གི་གོ་སྐབས་རྒྱ་བ་རིན་པོ་ཆེ་ཡིན་ན་ད་ད་ལྟ་དགོང་ལོ་ཡར་ཕེབས་འགྲོ་གི་ཡོད་རེད་ཁྱོད་རང་སེམས་ནང་ལ་ཅིག་ཚོར་བ་འདྲ་བོ་ག་འདྲས་ཡོང་གི་འདུག། ད་སྤྱི་བཏང་གི་རྒྱ་བ་རིན་པོ་ཆེ་ད་ད་མཛོ་མིང་འདིའི་གོང་ལ་དངོས་གནས་ཀྱི་ད་ཞི་བདེ་གི་བརྡ་ཆ་སྟོན་པ་ལྟ་བུ་ཅིག་ད་དངོས་གནས་རེད་དོན་འགྲུས་འདི་ཙམ་པ་ད་ཧ་ལས་བ་གིས་ད་དེ་རིང་ཅིག་མདོ་ཁམས་ཆུ་བཞི་དགོན་དྲུག་གི་རྒྱ་ཆེན་མང་ཚོགས་ཀྱི་མཚན་ཐོག་ནས་ནི་དེ་ཐུགས་ཐག་ཉེ་པོ་ཞུ་ཅེས་རྗེ་ཡ་ར་བ་དང་ཨེ་ནི་ཀེ་ཟང་གི་གསུང་ཆོས་བསྟུན་འགྲོའི་གོ་རབས་ཞི་བ་དེ་ལ་ཧ་ལས་བ་གི་ཚོ་བ་ཞུ་ཅེས་ཤུགས་ཆེན་པོ་བྱས་དགའ་སྤོབས་ཀྱི་ཚོ་བ་ཤུགས་ཆེན་པོ་ཞུ་ཅེས་བྱུང་སོང་ལ་ནི་ལྷག་པར་དུ་ཨ་ནུ་གཅིག་སུས་ནང་ལ་ད་ནི་དོལ་བྱེད་ཉན་བོད་པ་བཏང་འགྲོ་མང་པོ་ཡོད་རེད་དེའི་མ་ཚད་ད་ཡུ་རོབ་ཆོས་གཞན་པ་རེད་ཁ་ས་ཀ་ནས་ད་དེ་རིང་བོད་པ་མང་པོ་ཞི་བ་བྱེད་གལ་ཆེན་པོ་ཞི་བ་བྱེད་ནས་དེ་ཕེ་ཡི་དུས་ཙམ་པ་ཧ་ལེ་བ་གི་ད་དངོས་གནས་སེམས་ལ་ཚོར་བ་ཞི་བ་བྱེད་བྱུང་སོང་ད་ང་ཚོ་གཅིག་བོད་ནང་ལ་འདི་ཉིད་ཀྱི་རྒྱ་ཆེ་བོད་རིགས་སྤུན་ཟླ་རྣམ་པ་ཚོ་ཡིན་པ་ཡིན་ན་ལེ་ད་དེ་རིང་དངོས་གནས་གི་གཅིག་ཁ་ལོ་གོ་རེ་ཁོང་རྣམ་པ་ཚོ་གི་གཅིག་བློ་འདྲི་དང་སྙིང་འདྲི་དེ་ཚོ་དེ་དང་ཡོད་དུས་ཙམ་པ་ཞི་བ་གཅིག་གི་ད་གཟིགས་དུ་ཡོད་རེད་བསམ་གི་འདུག་པས་ཚོར་བ་ཆེན་པོ་བྱུང་སོང། ལས་སུ་ཐུགས་ཆེ་གནང་ལོ་སོང་ད་ཡིན་ཡང་ཐུགས་ཆེ་གནང། ཀྲེ་ཆི་ལེ། ཀྲེ་ཆི་ལེ།
དེ་རིང་སུའུ་སི་ལན་དང་ལེ་ཏི་སི་ཏི་བོད་རིགས་མི་མང་གིས་གོ་སྒྲིག་བྱས་ནས་སྐྱབས་མགོན་དོན་གྱི་བདག་པོ་དེ་ལ་ཆིབས་བསྒྱུར་གནང་ནས་ཞོགས་སྐད་ཀྱི་གསུང་ཆོས་ཐུགས་སུ་དྲི་མི་ཐག་རེད་ནི་ཁྱོད་རང་གིས་ད་སྐྱབས་རིན་པོ་ཆེ་གི་བཀའ་སློབ་ཟེར་ནི་མི་འདུག་གསུང་ཆོས་ཀྱི་སྙིང་པོ་འདྲ་བོ་ག་རེ་གོ་སོང། སྐྱབས་མགོན་རིན་པོ་ཆེ་ནི་ང་རང་ངོས་ཀྱི་ནས་བྱས་པས་ནས་སྐྱབས་མགོན་རིན་པོ་ཆེས་དེ་རིང་འདི་མི་མང་ཚོ་ལ་མཇལ་ཁ་གནང། ཨ་ནི་ལྕང་མ་རུ་འབྱེད་ཞེས་འབྱེད་པ། ཨ་ནི་མི་མང་ཚོ་ཚང་མ་བློ་དགའ་སྤྲོའི་ངང་ནས་ལྕང་མ་རུ་འབྱེད་གསུང་ཆོས་ཞུ་ཡ་དེ། ལས་དང་སྨོན་ལམ་བཟང་པོ་ཞུས་བྱུང་སོང་བསམ་པས་ཀྱི་མོས་པ་བྱུང། ཡིན་ན་ཡང་ད་དེ་རིང་གཙོ་བོ་ལྕང་མ་རུ་འབྱེད་བཀའ་གནང་ཡ་དེ། སེམས་རྒྱུད་དུལ་ཡ་རེད། སེམས་རྒྱུད་དུལ་བ་ཡིན་ན་ཨ་ནི་ལྕང་མ་རུ་འབྱེད་ཆོས་གསུང་པ་དེ་སོ་སོའི་ཉམས་ལེན་བྱས་རྗེས་ཨ་ནི་སེམས་རྒྱུད་དུལ་ནས།